སྐུ་སེམས་དཔའི་གངས་ཅན་ལྗོངས་སུ་གཤེགས། གསུང་གསང་ཡང་གོ་ལ་ཡོངས་སུ་ཁྱབ། ཐུགས་བྱམས་མཛད་འགྲོ་ཀུན་བུ་བཞིན་སྐྱོང། མགོན་དམ་མའི་བསྟན་འཛིན་རྒྱ་མཚོ་རྒྱལ། ཅེས་པའི་ཚིགས་བཅད་ཤོ་ལོ་ཀ་དེ་སྔོན་དུ་བཏང་བའི་ཐོག་ནས་དེ་རིང་རྒྱ་ཆེའི་བརྙན་ཐུང་གཟིགས་མཁན་དང་གསན་མཁན་ཚང་མ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ། དེ་རིང་གུས་པ་དང་ངེད་གྲོགས་པོ་གསུམ་ནས་སྤྱི་ནོར་བང་སོ་སྐྱབས་མགོན་ཆེན་པོ་མཆོག་གི་བླ་ན་མ་མཆིས་པའི་ཡང་དག་པའི་ཐུགས་ཀྱི་དམ་བཅའ་བཞིའི་ཐོག་ལ་ཡང་བརྙན་ཐུང་ཆུ་བཅུ་བཟོས་ཨིན། ཨིན་ཐུགས་ཀྱི་དམ་བཅའ་དང་པོའི་དེའི་ཐོག་ལ་ཡང། ཕུན་ཚོགས་ཡེ་ཤེས་ལགས་ནས་འགྲོ་བ་མིའི་རིན་ཐང་གི་བཟང་སྤྱོད་གོང་འཕེལ་གཏོང་ཕྱོགས་ཐད་ལ་ཡང་གཏམ་བཤད་ཆུང་ཆུང་ཞིག་གནང་གི་རེད། ཨིན་དེའི་རྗེས་ལ་ཡང། གུས་པ་རང་ཉིད་ཀྱི་ངོས་ནས། ཀུན་འདུས་ཀྱི་ཐུགས་ཀྱི་དམ་བཅའ་གཉིས་པ་ཆོས་ལུགས་ཕན་ཚུན་མཐུན་སྒྲིལ་གནང་ཕྱོགས་ཐད་ལ་ཡང་གཏམ་བཤད་ཆུང་ཆུང་བྱས་ཨིན། ཨན་ཐུགས་ཀྱི་དམ་བཅའ་གསུམ་པ་དེ་ག་རེ་ཆགས་ཀྱི་རེད་ཟེར་བ་ཡིན་ན། བོད་ཀྱི་ཆོས་དང་རིག་གཞུང་ཁོར་ཡུག་སྲུང་སྐྱོབ་བྱས་ཏེ་ཆགས་བསྡད་ཀྱི་ཡོད་རེད་འདིའི་ཐོག་ལ་ཡང་བཀྲ་ཤིས་ལྷག་པ་ནས་སྐད་ཆ་ཐུང་ཐུང་ཞིག་ཡོད་རེད་ཨན་མཐའ་མཇུག་དེ་ལ་སྐུ་མདུན་གྱི་ཐུགས་ཀྱི་དམ་བཅའ་བཞི་པ་དེ་རྒྱ་གར་གྱི་གནའ་བོའི་རིག་གཞུང་དེ་སླར་གསོ་བྱས་ཏེ་ཆགས་བསྡད་ཀྱི་ཡོད་རེད་འདིའི་ཐོག་ལ་ཡང་ཐུབ་བསྟན་རབ་བརྟན་ལགས་ནས་སྐད་ཆ་ཐུང་ཐུང་ཞིག་ཡོད་རེད་རྣམ་པ་གླེང་མཁན་ཚོ་གཤམ་ལ་ཟིར་རོ་གནང།
འཇམ་པའི་རྡོ་རྗེ་ལྔ་ལ་དབང་བསྒྱུར་ཞིང། བློ་གྲོས་བུམ་བཟང་ཡེ་ཤེས་བདུད་རྩིས་གཏམས། ཏིང་འཛིན་རྒྱ་ཆེན་རིན་ཆེན་མཛེས་པའི་རྒྱན། འཕགས་མཆོག་ཕྱག་ན་པད་མོ་གསོལ་བ་འདེབས། ཅེས། བུད་མེད་བླ་ན་མེད་པའི་དབུ་ཁྲིད་བོད་ཁ་བ་གངས་ཅན་པའི་མགོན་སྐྱབས། སྤྱི་ནོར་གོང་ས་སྐྱབས་འགྲོ་ཆེན་པོ་མཆོག་ལ་ཡ་གུ་ཕྱག་སྔོན་དུ་བཏང་བའི་ཐོག་ནས། ནི། ཐོག་མར་དེ་ལ་ཡ་ནི་སྙིང་དུང་གཟིགས་མཁན་དང་གསན་མཁན་ཡོངས་ལ་ཡ། ཨ་ནི་གུས་པའི་ངོས་ནས་འཚམས་འདྲི་དང་བཀྲ་ཤིས་བདེ་ལེགས་ཞུ་ཡ་དང།

བྱས་ཙང་ད་ད་ལྟ་ང་ཚོ་གི་ནི་སྐྱེ་བོ་དམ་པ་ནི་ང་ཚོ་གི་ད་ལྟ་སངས་རྒྱས་བྱང་ཆུབ་སེམས་དཔའ་ཆེ་གེ་འབྲི་ཆེ་ཡིན་པའི་མི་སྣས་ལས་ད་ད་ང་ཚོ་གི་འཛམ་བུ་གླིང་འདི་ལ་ནི་ང་ཚོ་གི་སེམས་ཅན་ཐམས་ཅད་ལས་ཕན་ཡོན་ཡིད་ཆོས་དུ་ད་ད་ང་ཚོ་ཡི་དམ་བཅའ་དང་མ་བསུ་ནས་མང་དྲག་ཅིག་ཡོད་རེད་བསམ་གྱི་འདུག་ཡིན་ཡོད་ཡིན་ནའི་ལས་ད་ད་ང་ཚོ་སྤྱི་ནོར་ཧོར་ཟླ་སྐྱབས་མགོན་ཆེན་པོ་མཆོག་གིས་ནི་ད་ད་ང་ཚོ་གི་ཐུགས་ཀྱི་དམ་བཅའ་བཞི་དེ་ག་རེ་ལ་ཡང་ནི་ང་ཚོ་གི་དཔེ་ཆ་ནས་ཞུས་ཐུགས་ཀྱི་དམ་བཅའ་བཞི་དེ་ག་ཕྱི་ནས་ག་འདྲའི་རོ་ཅིག་བལྟ་ནས་བཞག་རེ་ཞུས་པས་ན། ད་ལྟའི་གི་ང་ཚོའི་གི་འཛམ་བུ་གླིང་གི་མི་དང། ཡུལ་བྱེད་དུས་བྱེད་གནས་སྐབས་དང་དེ་ཚོ་དེ་ཚོ་ཚང་མ་ལ་ནི་དགོངས་པ་བཞེས་རྗེས་ད་ལྟའི་གི་ཐུགས་ཀྱི་དམ་བཅའ་བཞི་དང་པོ་དང་པོ་དེ་ལས་ནི། ཁོང་སྙིང་པོ་ཆེན་པོ་མཆོག་གི་ནི་འགྲོ་བ་མི་གཅིག་ཡིན་པའི་ཆ་ནས་འགྲོ་བྱམས་བརྩེ་གྱི་ལམ་ནས་ནི་འགྲོ་བ་མི་གྱི་བཟང་སྤྱོད་དེ་གོང་མཐོར་བཏང་ཡང་ཆེ།

ཁོར་ཡུག་རི་སྐྱེས་དང་ཡི་དེ་ཚོའི་ཐོག་ལ་ཡང་སྲུང་སྐྱོབ་བྱེད་ཡ་དང་ལྷག་པར་དུ་ལ་ཡ་ནི་ང་ཚོའི་གི་བོད་བརྒྱུད་ནང་བསྟན་དེ་ཨ་ནི་བེ་ན་ལེན་གྲས་གི་ད་ལྟ་རྒྱན་དྲུག་མཆོག་གཉིས་དང་དེ་ནང་བཞིན་གི་ཨ་ནི་བན་དྲུག་ཆུ་བཅུ་བདུན་ལགས་སོགས་པའི་དེ་ཚོའི་གི་བརྒྱུད་བྱས་ད་རྒྱ་གར་ནས་བྱུང་བཞིན་འདུག་ཟེར་བ་ན་རྒྱ་གར་གི་གནའ་བོའི་རིག་གཞུང་དེ་སྲུང་སྐྱོབ་བྱེད་ཡ་གི་ཆེད་དུ་དུ་ཕྱི་རེ་ད་ཐུགས་ཀྱི་དམ་བཅའ་བཞི་དེ་བསྡུ་ཕྱི་རེ་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཨ་ནི་དེ་ཡིན་དུས་ཚུན་པ་ལ་ད་དེའི་ནང་ལོགས་ལ་ད་ད་ལྟ་ང་ཚོས་གི་ང་རང་གི་ཞུ་ཡས་ཀྱི་བརྗོད་གཞི་དེ་ག་རེ་ནས་ཞུས་པས་ན། གོ་སྐྱེས་པོ་ཆེན་པོ་ཁྱོད་ཀྱི་ཐུགས་ཀྱི་དམ་བཅའ་ཞི་བའི་ནོར་ལོག་ནས། ཐུགས་ཀྱི་དམ་བཅའ་དང་པོ་དེ། བྱམས་བརྩེ་གྱི་ལམ་ནས་འགྲོ་བ་མིའི་གྱི་བཟང་སྤྱོད་དང་དེ་ཚོའི་གོང་འཕེལ་བཏང་ཡས་ད་དེ་གང་ལ་ཡིན་ནི་ཞེས་ཡིན། བྱས་ཙང་ད་ད་ལྟ་ང་ཚོས་ཀྱི་གོ་སྐྱེས་པོ་ཆེན་པོ་ཁྱོད་ཀྱི་ད་ལྟ་ཐུགས་ཀྱི་དམ་བཅའ་ཞི་བའི་ནོར་ལོག་ནས་ད་ད་ང་རང་གི་ཞུ་ཡས་དེ་བྱས་ན་གོ་སྐྱེས་པོ་ཆེན་པོ་ཁྱོད་ཀྱི་ཐུགས་ཀྱི་དམ་བཅའ་དང་པོ། བྱམས་བརྩེ་གྱི་ལམ་ནས།

བདེ་བ་སྒྲུབ་པའི་རྒྱུ་དང་སྡུག་བསྔལ་སྤང་བའི་རྒྱུ་འདི་གཙོ་བོ་ག་རེའི་རྒྱུ་ནས་རག་འདུག་ཟེར་བས་ན་ང་ཚོས་ཀྱི་བྱང་ཆུབ་ཀྱི་སེམས་ནི་ང་ཚོས་ཀྱི་ད་བྱམས་བརྩེ་གྱི་རྒྱུ་ནས་རག་འདུག་བསམ་གྱི་འགྲོ་བ་ག་ཚོད་ན་ང་ཚོས་ཀྱི་འགྲོ་བ་མིའི་གྱི་རང་བཞིན་འདི་ད་ང་ཚོས་ཀྱི་ཚན་རིག་གི་ཐོག་ནས་ཞུས་པའི་གནས་ལས་རང་བཞིན་འདི་ག་འདྲ་ཞིག་རེད་བས་ན་ནི་བྱམས་བརྩེ་དང་ལྡན་པ་བྱམས་བརྩེ་གྱི་རང་བཞིན་ཅན་ཡིན་དུས་གསུངས་པ་ལ་ནི་བྱམས་བརྩེ་གྱི་ལམ་ནས་ང་ཚོས་ཀྱི་འགྲོ་བ་མི་ལ་ཡང་ནི་བདེ་སྐྱིད་སྤྲོད་ཡན་དང་སོ་སོའི་ཀྱི་བདེ་བ་འདོད་ཡ་དང་མི་གཞན་པ་ལ་བདེ་སྐྱིད་སྤྲོད་ཡན་དང་དེ་ཚོ་ཚང་མ་བྱམས་བརྩེ་གྱི་ཨ་ནི

འགྲོ་བ་མིའི་ལ་འགྲོ་བ་མིའི་རིགས་ལ་བཟང་སྤྱོད་མེད་པའི་རྟེན་བཅས་འཛམ་བུ་གླིང་འདིའི་ཐོག་ལ་ནི་མ་འཁྲུགས་ཡོང་ཡ་རེད་དེ་ག་ནང་བཞིན་གྱི་ནི་མི་མང་པོ་གི་ད་ག་ལོར་མ་འཁྲུགས་བྱུང་རྗེས་ནི་སྲོག་མང་པོ་ཤོད་ཡ་དང་འདྲ་ཡིན་ཡིན་པའི་དོན་མཚོན་པ་ད་ང་ཚོས་ཀྱི་འདས་པའི་ལོ་རྒྱུས་ལ་དཔེ་བལྟས་པས་ན་འཛམ་གླིང་གི་དམག་ཆེན་དང་པོ་རེད་དམག་ཆེན་གཉིས་བ་རེད་དེ་ག་ནང་བཞིན་གྱི་ད་ད་ལྟའི་ཆ་ལ་ནི་དུས་རབས་ཉི་ཤུ་རྩ་གཅིག་འདིའི་དང་ན་རོ་ལ་ད་ད་ང་ཚོས་ཀྱི།

དཔལ་འབྱོར་གྱི་ཐོག་ནས་འགྲན་རྩོད་བྱས་རྗེས་ཨནི། ཅིང་འདོད་ཆུང་པ་ལ་ཨ་ནི་མི་མང་པོ་ཅིག་ཡིས་ཨ་ནི། དཔལ་འབྱོར་གྱི་དཀའ་ངལ་འཕྲད་རྗེས་ད་རྒྱ་གར་ནག་ལོ་རུ་ཆ་མཚོན་ན་མི་མང་པོ་ཅིག་ལས་ཨ་ནི་བོད་དོ་ར་ཉི་མ་ཅིག་ཡིས་ཨ་ནི། དུས་གསུམ་གྱི་ཞལ་ལག་དེ་ཏག་ཏག་མ་རག་མ་རག་ཡ་ལ། དེ་ག་ནི་ཨ་འགྲན་གྱི་ཆ་རེད་འདོད་ཆུང་པ་ལ་ཨ་ནི་དེ་གྱིས་ཨ་ནི། ད།

སྤྱི་བཏང་ང་ཚོའི་གི་ཆོས་ལུགས་གང་འདྲི་ཅི་ཡིན་པའི་གནད་ལས་ལྟ་གྲུབ་མང་དྲག་ཡོད་རེད་དེ་གནད་ལས་གཙོ་བོ་འདི་ང་ཚོ་འགྲོ་བ་མིའི་རིགས་ལས་སོ་སོའི་གི་ཁམས་ཁམས་དང་འབད་པ་མང་དྲག་ཡོད་འདུག་བཙུན་པ་ལགས་དེ་ཚོ་ལ་ནི་གཞིག་བྱས་ནི་དེ་གི་སྐྱོན་གྱི་ཆ་དེ་རེད་གནད་ལས་ལྟ་ཆོས་འདི་བཟང་སྤྱོད་རང་བཟང་སྤྱོད་རང་གི་ཆོས་ཀྱི་ཆ་དེ་རེད་གནད་ལས་ཆོས་བྱེད་མཁན་གི་གང་ཟག་ལ་ཡང་ནི་བཟང་སྤྱོད་མེད་པ་ལ་བརྟེན་བྱས་ནི་ཆོས་ལུགས་གི་འཐེན་གྱི་ཡོང་རྗེས་ནི་ཕར་ཚུར་ལ་ནི

ད་ང་ཚོས་ཀྱི་གཏེར་ཁ་ད་ང་ཚོའི་བོད་ལ་ཆ་མཚོན་ནས་བཤུས་པས་ན་རྒྱ་མིས་ཀྱི་བོད་གཏེར་ཁ་སྔོག་སྔོག་འདོན་བྱས་དང་དེ་ག་རང་བཞིན་གྱི་ནི་རྩྭ་དང་རྩི་ཤིང་དེ་ཚོ་གི་ནི་མང་པོ་ཤིང་སྡོང་མང་པོ་ཞིག་བཏུབ་ཅེས་ནི་ང་ཚོས་ཀྱི་ཁོ་རང་ཚོ་རྒྱ་ནག་ལ་དོ་སྲིད་ཀྱི་དབོར་འདྲེན་བྱས་ལ་སོགས་པའི་ནི་མང་པོ་ཞིག་ཡིན་དུས་ཚུན་པ་ལ་དེ་གནས་སྐབས་ཀྱི་བདེ་བ་གཅིག་པོ་འདི་གི་འཛམ་གླིང་གོ་ལ་ཧྲིལ་པོ་འདི་གི་མ་འོངས་པའི་ད་སོ་སོའི་ཀྱི་ད་ཕ་རབས་བུ་རབས་ཚར་རྒྱུད་ཟིན་ནས་ད་སོ་སོའི་ཀྱི་སྤུ་བོ་ཆེ་སྤུ་བོ་ཀྱི་སྤུ་བོ་ད་ད་མ་འོངས་པའི་ད་ད

ཐུགས་ཀྱི་དམ་བཅའ་དང་པོ་དེའི་ཐོག་ལ་ཡང་ནི་ང་རང་ཚོ་འགྲོ་བ་མིའི་རིགས་ཅིག་ཡིན་པའི་ཆ་ནས་སོ་སོ་བུད་མེད་ཅིག་ཡིན་པའི་ཆ་ནས་སོ་སོ་སློབ་ཕྲུག་ཅིག་ཡིན་པའི་ཆ་ནས་སོ་སོ་ལ་འོས་འགན་ག་རེ་ཡོད་མེད་ཆེ་དེ་ག་རང་བཞིན་གྱིས་བུད་མེད་ཀྱི་སྤྱི་ཚོགས་ནང་ལོགས་ལ་སོ་སོས་ཀྱིས་བུད་མེད་རིགས་ཅིག་ནང་ལོགས་ལ་སོ་སོས་ཀྱིས་ད་ལས་རིགས་མང་དྲགས་ཡོད་རེད་དགེ་རྒན་ཡོད་རེད་སྨན་ཞབས་པ་ཡོད་རེད་དེ་ག་རང་བཞིན་གྱིས་ཨམ་ཆི་ཡོད་རེད་ཨ་ད་འདི་འདི་ད་མང་དྲགས་མང་དྲགས་ཡོད་དུས་གསུམ་པ་ད་སོ་སོས་སོ་སོས་ཀྱིས་བྱམས་བརྩེ་གྱི་ལམ་ནས་སོ་སོས་ག་ར་ག་རེ་ག་རེ་བྱེད་དགོས་ཡོད་མེད་ད་དེ་ཚོའི་ཐོག་ལ་ཅིག་ཞུས་པས་ན་ཐོག་མར་ང་ཚོ་གི་འགོ་ཁྲིད་ཅིག་ཡིན་པའི་ཆ་ནས་འགོ་ཁྲིད་ཅིག་ཡིན་པའི་ཆ་ནས་བྱམས་བརྩེ་གི་བྱམས་བརྩེ་དང་ད་བཟང་སྤྱོད་ཀྱི་རང་གི་བསྟན་རྗེས་ང་ཚོས་ཀྱི་སྤྱི་ཚོགས་ནང་ལོགས་ལ་ནི་དེ་ག་རང་བཞིན་ད་ཕྱོགས་ལྷུང་མེད་པ་ཉེ་ཁ་ཕྱོགས་ཞེན་མེད་པ་བྱེད་སོ་སོས་ཀྱི་ག་རེ་ཡིན་པའི་གནས་ལས་ནི་ཁ་ལོ་རེ་དྲང་པོ་དྲང་བཞག་དང་ངོ་རྒོལ་རྒྱབ་རྡུང་མེད་པ་བྱེད་སྤྱི་སེམས་ལྡན་པ་དང་ལྷག་བསམ་ལྡན་པ་ཨ་ཏི་དེ་ཚོ་དེ་ཚོ་བྱས་ཏེ་ང་ཚོས་ཀྱི་འགོ་ཁྲིད་ཅིག་ཡིན་པའི་ནི་འགོ་ཁྲིད་ཅིག་ཆ་ནས་ནི་བཟང་སྤྱོད་ཅིག་རེད་བསམ་གི་འདུག་ར། དེ་ནང་བཞིན་གྱི་ནི། སོ་སོ་གྱིས་ད་སློབ་ཕྲུག་སྦྱིན་པ་ཆ་ནས་སློབ་ཕྲུག་སྦྱིན་པའི་ཆ་ནས་སོ་སོའི་གྱི་དགེ་རྒན་ལ་བརྩི་བཀུར་བྱེད་ཡ། ཕ་མའི་གྱི་བཀའ་ལ་ཉན་ཡ། དེ་གི་ནང་བཞིན་གྱི་སོ་སོའི་གྱི་སློབ་གཙོ་བོ་དེའི་སློབ་སྦྱོང་ལས་འབད་བརྩོན་བྱེད་ཡ། ལ་སོགས་པའི་ད་ང་ཚོའི་གྱི་ད། ལས་རིགས་མ་འདྲ་མ་འདྲ་ཡོད་དུས་གསུངས་པ་དེ་ཚོ་ཚང་མ་ལ་གྱི་ད་སོ་སོའི་གྱི་བཟང་སྤྱོད་དང་འབྲེལ་བ་ཡོད་དུས་གསུངས་པ་དེ་ཚོའི་གྱི་ད་བཟང་སྤྱོད་ཀྱི་སྙིང་པོ་མ་ཐོབ་པ་བཅས་ཨ་ནི། ད་ཁ་ལོ་རེད། མདོར་བསྡུས་ནས་ཞུས་ན་སོ་སོ་ཡི་བདེ་སྐྱིད་ཐོས་པ་ལ། མདོར་བསྡུས་ནས་ཞུས་པས་ན། ཧོར་སྙིང་པོ་ཆེན་པོ་མཆོག་གི་ཐུགས་ཀྱི་དགོངས་གཞི་འགྲུབ་པས་སོ་སོ་ཡི་བདེ་སྐྱིད་ཐོབ་པས་སོ་སོ་ཡི་ཕ་མ། ཡི་དོན་རང་བཞིན་གྱི། སྤུན་མཆེད་ཚུལ་གྱི་དགོངས་པ་འགྲུབ་པས་དང། སྤྱི་ཚོགས་ལ་ཡང་བདེ་སྐྱིད་སྤྲོད། གཙོ་བོ་ང་ཚོ་གི་ཧོར་སྙིང་པོ་ཆེན་པོ་མཆོག་གི་ཐུགས་ཀྱི་དམ་བཅའ་དང་པོ་དེ་ང་ཚོ་གི་འགྲོ་བ་མིའི་རིགས་ལ་བྱམས་བརྩེ་གྱི་ལམ་ནས་འདོད་གཟུགས་བྱས། བཟང་སྤྱོད་གོང་འཕེལ་བཏང་ཡང་དེ་གཅིག་ཆ་ཡིན་དུས་བཙུན་པ་ལ་དེའི་ཐོག་ལས་ཀྱང་ང་ཚོ་གི། གོང་ས་སྙིང་པོ་ཆེན་པོ་ཆོས་ཀྱི་ཐུགས་ཀྱི་དགོངས་པ་འདི་ད་ནང་ང་ཚོས་ཀྱི་ཧ་ཅང་གི་རྒྱ་ཆེན་པོ་ཡིན་དུས་ཚུན་པ་ལ་ད་དུང་སྐར་མ་ཁ་ཤས་ན་ཞུ་ཚན་མེད་དུས་ཚུན་པ་ད་ད་ལྟ་ང་རང་གི་ཨ་ནི་ཡི་དུས་ཚོད་དང་རྐྱེན་པས་ཐག་རང་ཞུ་ཙམ་བྱ་ཡིན་ལན་འདེབས་ཞུ་ཡ་ཡིན་རྡོ་རྗེ་ཆེ། ཚང་མ་བཀྲ་ཤིས་བདེ་ལེགས། དེ་རིང་གུས་པས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཐུགས་ཀྱི་དམ་བཅའ་གཉིས་པ་ཆོས་ལུགས་ཕན་ཚུན་མཐུན་སྒྲིལ་གནང་ཕྱོགས་ཐད་ལ་ཡང་གུས་པའི་སྐད་ཆ་ཐུང་ཐུང་བཤད་ཡིན། སྤྱིར་བཏང། སྤྱི་འདུས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཆོས་ལུགས་ཕན་ཚུན་མཐུན་སྒྲིལ་བྱེད་དགོས་དགོངས་པ་དེ་བཞེས་དགོས་དགོས་པ་རྒྱུ་མཚན་ག་རེ་ཆགས་འདི་སྐོར་གསལ་བ་ཡིན་ན། ཆོས་ལུགས་ཟེར་བ་དེ་ལ་དམིགས་བསལ་གྱི་ནུས་པ་ཆེན་པོ་ཞིག་ཡོད་བསྡད་ཀྱི་ཡོད་རེད་ཆོས་ལུགས་ཀྱིས་རྐྱེན་པས་ཀྱི་འཛམ་བུ་གླིང་འདི་ལ་ཡང་ཞི་བདེ་བསྐྲུན་ཐུབ་ཡ་དང་འཛམ་བུ་གླིང་བདེ་སྐྱིད་ལྡན་པ་ཞིག་བསྐྲུན་ཐུབ་ཡ་གྱི་དམིགས་བསལ་བའི་ཁྱད་པར་ཅན་གྱི་ནུས་སྟོབས་ཤིག་ཡོད་བསྡད་ཀྱི་ཡོད་རེད་བྱས་ཙང་ཀུན་འདུས་ཀྱི་དེ་ངོས་འཛིན་པའི་ཐོག་ནས་དགོངས་འཇགས་ལ་ཞིབ་ཀྱི་ཐོག་ནས་ཨེན་ཆོས་ལུགས་ཟེར་བ་དེ་ཕན་ཚུན་མཐུན་སྒྲིལ་བྱས་ཏེ་དཔེ་མི་སྲིད་པའི་གལ་ཆེན་པོ་ཡིན་པ་སྐུ་མདུན་སྐུ་མདུན་གྱིས་དགོངས་གནང་ཡོད་རེད་ཞུ་ཡ་ཡིན། ཨན་སྤྱིར་བཏང་འཛམ་བུ་གླིང་འདི་ག་ལ་ཆོས་ལུགས་བྱེ་བྲག་པ་མང་པོ་ཞིག་ཡོད་བསྡད་ཀྱི་ཡོད་རེད་དཔེ་ན་ཆ་ཤ་ཡའོ་ཨིན་ཡེ་ཤུ་ཁ་ཆེ་གཅེར་བུ་པ་ནང་པ་ཨན་དེ་དག་ལས་སྤྲོས་པའི་ཨན་གཞན་པ་ཆོས་ལུགས་ཁག་མང་པོ་ཞིག་ཡོད་བསྡད་ཀྱི་ཡོད་རེད་ཨན་དེ་དག་གིས་ཏང་ནང་ཕན་ཚུན་གྱི་ལྟ་གྲུབ་དང་ཨན་བསམ་བློའི་འཁྱེར་ཕྱོགས་འདྲ་བོ་དང། ལངས་ཕྱོགས་བཅས་ཁ་ཤས་ཁ་ཤས་ལ་རིག་གསུམ་གྱི་ལྟ་གྲུབ་ཀྱི་ཕྱོགས་ནས་མི་འདྲ་བ་ཡོད་སྲིད་ཀྱི་རེད་དེ། ཡིན་ན་ཡང་ཚང་མ་གཅིག་གྱུར་གྱི་ལྟ་གྲུབ་གཅིག་གྱུར་ག་རེ་ཆགས་བསྡད་སྐོར་གསན་པ་ཡིན་ན། བྱམས་པ་དང་བརྩེ་བ་སྙིང་རྗེ་ཆོག་ཤེས་བཟོད་བསྲན་འདི་ཚོ་ཚང་མས་གཅིག་གྱུར་གྱི་འབོད་སྒྲ་སྒྲོག་སྟེ་ཆགས་བསྡད་སྐོར་ཚང་མས་གལ་ཆེན་པོ་བརྩིས་ཏེ་ཆགས་བསྡད་སྐོར་རེད། དེའི་རྒྱུ་མཚན་དབང་གིས་འཛམ་བུ་གླིང་ནང་ཆོས་ལུགས་ཕན་ཚུན་ལ་ཡང་མཐུན་སྒྲིལ་གྱི་གོང་བུ་གཅིག་ཏུ་སྦྲེལ་ཏེ་སྐུར་འདེབས་ཀྱི་མིག་དཔེ་ཆེ་ཤོས་དེ་ག་རེ་ལ་མཐོང་བདེ་བར་མཚོན་ན་རྒྱ་གར་ལ་རྒྱ་གར་ལྟ་བུ་དཔེ་ཆེ་བ་ཡིན་ན། རྒྱ་གར་ནང་ལུགས་ལ་གཅེར་བུ་པ་ཡིན་ན་རེད་ནང་པ་ཡིན་ན་རེད་ཡེ་ཤུ་ཡིན་ན་རེད་ཁ་ཆེ་ཡིན་ན་རེད་ཆོས་ལུགས་ཁག་མང་པོ་བཞི་བོ་ཞིག་ཡོད་བསྡད་དགོས་རེད་དེ་དག་ཁག་ཚང་མ་མཉམ་འཛོམས་ཀྱིས་ད་ཞི་བདེ་ལྷིང་འཇགས་ངང་ནས་མཉམ་འཛོམས་བྱས་ནས་བསྡད་ཐུབ་དགོས་རེད་དེ་ག་ནང་བཞིན་གྱི་འཛམ་བུ་གླིང་འདི་ཞི་བདེ་ལྡན་པ་ཡོང་བའི་ཐོག་ལ་ཡང་ན་ཆོས་ལུགས་ཕན་ཚུན་མཐུན་སྒྲིལ་བྱེད་པའི་དཔེ་མི་སྲིད་པའི་གལ་ཆེན་པོ་རེད་གསུང་གི་ཡོད་རེད་སྐུ་མདུན་གྱིས

ཕྱིན་ནས། གོམ་བགྲོད་བྱེད་དགོས་མེད་དེའི་ཐོག་ལ་ཡང་ཅུན་རི་ཀོང་སི་སྐྱབས་མགོན་ཆེན་པོ་མཆོག་གིས་ཉིས་སྟོང་བཅུ་ལོ་ལ་ལ Toward a True Kinship of Faiths། How the World's Religions Can Come Together ཞེས་པའི་ཕྱག་དེབ་ཞིག་ལྗགས་རྩོམ་གནང་བསྡད་ཡོད་རེད། གནང་བཞག་ཡོད་རེད། འདིའི་ནང་ལོ་ཡང་དོན་ཚན་ཆེན་པོ་བཞི་ཞིག་སྐུ་མདུན་གྱིས་དགོངས་འཆར་གནང་ཡོད་རེད། ཨེ་དོན་ཚན་དང་པོ་དེ་ག་རེ་ཆགས་བསྡད་ཀྱི་ཡོད་རེད་ཟེར་བ་ཡིན་ན། འཛམ་བུ་གླིང་གི་ཆོས་ལུགས་ཕན་ཚུན་མཐུན་སྒྲིལ། ཆོས་ལུགས་ཕན་ཚུན་མཐུན་སྒྲིལ་ཡོང་བ་ལ། བླ་ཆེན་ཁག་ཕན་ཚུན་ཡང་ནས་ཡང་དུ་རྗེས་དྲན་གནང་དགོས་ཀྱི་འདུག་ཞེས་ནས་སྐུ་མདུན་གྱིས་འབོད་སྒྲ་སྒྲོག་ཡོད་རེད། དོན་ཚན་ཆེན་པོ་གཉིས་པ་དེ་གར་ཆགས་བསྡད་དགོས་ཟེར་བ་ཡིན་ན་ཆོས་ལུགས་ཁག་གི་གནས་ཆེན་དང་བསྟི་གནས་ཁག་ལ་ཡང་ཆོས་ལུགས་ཚང་མས་གནས་མཇལ་དུ་ཕེབས་དགོས་པ་ཡང་སྐུ་མདུན་གྱིས་དགོངས་འཆར་བཏོན་གནང་ཡོད་རེད་ཞུས་པ་ཡིན། སྐུ་མདུན་གྱིས་ཆོས་ལུགས་ཕན་ཚུན་མཐུན་འབྲེལ་ཡོང་ཐབས་ལ་ཡང་དོན་ཚན་ཆེན་པོ་གསུམ་པ་དེ་གར་ཆགས་བསྡད་དགོས་ཟེར་བ་ཡིན་ན། ཆོས་ལུགས་ཕན་ཚུན་གྱི་སོ་སོའི་གྱི་ད་སྤྱི་བའི་སྡིངས་ཆ་ཡིན་ན་སྤྱི་ཚོགས་ཀྱི་སྡིངས་ཆ་ཡིན་ན་རེད། སོ་སོའི་དགོངས་པ་ནག་ལོ་ལ་ཡ། སོ་སོའི། མཉམ་འཛོམས་ཀྱི་ཐོག་ནས་སྒོམ་རྒྱག་ཡིན་ནར་སྨོན་ལམ་རྒྱག་དེ་དཔེ་མི་སྲིད་པའི་གལ་ཆེན་པོ་གསུངས་བསྡད་ཡོད་རེད་ལ་འདི་དགོངས་འཆར་གསུམ་པ་འདི་ཆགས་ཀྱི་ཡོད་རེད་ཅེས་ཞུ་བ་ཡིན། ཐ་མ་འདི་ལ་ཡ། དེ་དོན་ཚན་ཆེན་པོ་བཞི་བ་འདི་གར་ཆགས་བསྡད་དགོས་ཟེར་བ་ཡིན་ན་ཆོས་ལུགས་ཕན་ཚུན་མཐུན་འབྲེལ་ཡོང་བ་ལ། ཆོས་ལུགས་ཕན་ཚུན་གྱི་ཉམས་ལེན་པ་ཕན་ཚུན་བར་ལ་ཡ་ཉམས་ལེན་སྤེལ་རེས་བྱས་དེ་གལ་ཆེན་པོ་ཡིན་པ་སྐུལ་འདེད་ཀྱི་དགོངས་འཆར་ལ་བཏོན་གནང་ཡོད་རེད་ཞུ་བ་ཡིན། བྱས་ཙང་ཐང་གཞུང་དེ་ལ་ཡང་སྤྱི་ནོར་སྐལ་མགོན་ཆེན་པོ་མཆོག་གིས་ཆོས་ལུགས་ཕན་ཚུན་མཐུན་འབྲེལ་བྱོས་ཏེ་དཔེ་མི་སྲིད་པའི་དགོངས་པ་ཆེན་པོ་བཞེས་ཀྱི་ཡོད་པའི་ཐོག་ལ་ཡང་གལ་སྲིད་ཆོས་ལུགས་ཕན་ཚུན་མཐུན་འབྲེལ་ཡོང་བ་ཡིན་ན་ང་ཚོ་འཛམ་བུ་གླིང་འདི་དཔེ་མི་སྲིད་པའི་ཞི་ལས་ལྡན་པ་ཞིག་དང་བདེ་སྐྱིད་ལྡན་པ་ཞིག་ཆགས་ཀྱི་རེད་བསམ་ནས་ང་རང་གིས་དྲན་གྱི་འདུག་ལ་ཡང་ཀུན་འདྲིས་དགོངས་པ་ཆེ་ཆེ་གི་ཐོག་ནས་ཆོས་ལུགས་ཕན་ཚུན་མཐུན་འབྲེལ་གནང་ཡིན་དེ་ལ་ཡང་གང་ཐུག་ཐུག་གིས་ད་ཉིན་མཚན་དུས་དྲུག་ཏུ་ག་དུས་ཡིན་ན་སྐུ་ངལ་འཛེམ་མེད་སྐྱོན་སྐྱོན་དང་སྐྱོན་བཞིན་པ་ཆགས་བསྡད་ཀྱི་ཡོད་རེད་ཅེས་ཞུ་ཡ་ཡིན། ཐུགས་རྗེ་ཆེ་བཀའ་དྲིན་ཆེ། མཚམས་བློ་བྲེ་ཞིག་ལས། ངའི་མིང་བཀྲ་ཤིས་ལགས་པ་ཟེར་གྱི་ཡོད། དེ་རིང་ངས་སྤྱི་ནོར་ཁོངས་སུ་སྐྱབས་མགོན་ཆེན་པོ་མཆོག་གི་ཐུགས་ཀྱི་དམ་བཅའ་བཞི་ཡོད་པ་ནང་ནས་ཐུགས་ཀྱི་དམ་བཅའ་གསུམ་པ། བོད་ཀྱི་ཆོས་དང་རིག་གཞུང་སྲུང་སྐྱོབ་དར་སྤེལ་གྱི་མཛད་པ་འདིའི་ཐོག་ལ་ངས་འགྲེལ་བཤད་རྒྱག་ཆོག་པ་མཆིས། ད་ནམ་ཤར་དགོན་དུ་སྤྱི་ནོར་ཁོངས་སུ་སྐྱབས་མགོན་ཆེན་པོ་མཆོག་གི་ཐུགས་ཀྱི་དམ་བཅའ། གསུམ་པ། བོད་ཀྱི་ཆོས་དང་རིག་གཞུང་སྲུང་སྐྱོབ་དང་དར་སྤེལ་གྱི་མཛད་པ་འདིའི་ཐོག་ལ་འགྲེལ་བཤད་རྒྱབ་པའི་སྐབས་སུ་ལ་ཇུ་ནོར་སྐྱབས་མགོན་ཆེན་པོ་མཆོག་གིས་གར་གསུངས་པའི་བར་ཞུས་པ་ཡིན་ན། ང་བོད་པ་གཅིག་ཆགས་བསྡད་ཀྱི་ཡོད་རེད། བོད་ཕྱི་ནང་གཉིས་སུ་བཞུགས་མཁན་བོད་མི་ས་ཡ་དྲུག་ལྷག་གིས་ང་ལ་རེ་བ་གཅིག་དང། གཅིག་གིས་བློ་འགེལ་གཅིག་ཞུ་བསྡད་ཡོད་རེད་བྱས་ཙང་ང་ལ་གཅིག་གིས་བོད་དོན་གྱི་ཐོག་ལ་འགན་གཅིག་ཡོད་རེད་བྱས་རྗེས་དང་པོ་འདི་བཀའ་སློབ་གནང་གི་ཡོད་རེད། ད་ཕྱིན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཐུགས་ཀྱི་དམ་བཅའ་གསུམ་པ་འདིའི་ནང་ལོགས་ལ་གཙོ་བོ་དེ་ཁོར་ཡུག་སྲུང་སྐྱོབ་ཆགས་བསྡད་ཀྱི་ཡོད་རེད། ཕྱིན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ངོས་ནས་ཁོར་ཡུག་བོད་ཀྱི་ཁོར་ཡུག་སྲུང་སྐྱོབ་བྱ་རྒྱུ་དེ་དཔེ་མི་སྲིད་ཀྱི་ཐུགས་ཁང་ཐུགས་སྣང་ཆེན་པོ་གནང་གི་ཡོད་རེད། དེ་ལས་གལ་ཆེ་གཅིག་བོད་ཀྱི་ཤེས་ཡོན་ན་ལེན་ཏྲ་ནས་མཁན་ཆེན་ཞི་བ་འཚོ་མཆོག་གིས་རྒྱ་གར་ནས་གནང། དུས་རབས་བརྒྱད་པའི་ནང་ལོར་རྒྱ་གར་ནས་གནང་ཕེབས་པའི་ན་ལེན་ཏྲ་ཤེས་ཡོན་འདི་ད་ལྟ་བར་དུ་བོད་ཀྱི་པདྨའི་གཟིགས་ཀྱི་བདག་སྐྱོང་ཡག་པོ་གནང་ཡོད་རེད། ད་འདི་བོད་དོན་གཅིག་པུ་མ་ཡིན་པ། ནཱ་ལེནྡྲའི་ཤེས་ཡོན་འདི་འཛམ་གླིང་སྤྱི་ལ་ཕན་པའི་ཤེས་ཡོན་གྱི་ཆ་འདི་དུས་སྐབས་སུ་ལ་འདི་བྱེད་ཀྱི་འཛམ་གླིང་སྤྱི་ལ་དར་སྤེལ་བྱ་རྒྱུ་འདི་སྤྱི་ནོར་སྐྱབས་མགོན་ཆེན་པོ་མཆོག་གི་ཐུགས་སྣང་ཆེན་པོ་གནང་གི་ཡོད་རེད། ད་འདི་བསྒྲུབ་པར་བྱ་བ་ལ་བོད་ཀྱི་སྐད་ཡིག་དང་ཡི་གེ་འདི་དཔེ་མི་སྲིད་གལ་ཆེན་པོ་ཆགས་ཀྱི་ཡོད་རེད། འདི་སྤྱི་ནོར་སྐྱབས་མགོན་ཆེན་པོ་མཆོག་གི་ཐུགས་ཀྱི་དམ་བཅའ་གསུམ་པ་འདི་ཆ་འདི་ཡོད་རེ་ཞུ་ཡིན་ཐུགས་རྗེ་ཆེ།

ཐོག་མར་གོང་ས་མཆོག་གི་མཛད་ཁར་བཞེས་པའམ་ཡང་ན་ཐུགས་རྗེ་དམ་བཅས་བྱེད་པ་དེ་ག་རེ་ཆགས་བསྡད་ཡོད་ཟེར་ན། རྒྱ་གར་གྱི་གནའ་བོའི་ཤེས་ཡོན་ནས་གོང་འཕེལ་གཏོང་ཡོད་དེ་ཆགས་བསྡད་ཀྱི་ཡོད་རེད། དེ་འདྲ་ཡིན་ཙང་ད་འདི་ལ་ང་ཚོས་ཕྱོགས་གཉིས་ནས་གོ་བ་ལེན་ཆོག་གི་རེད་བསམ་གྱི་འདུག་ད་དང་པོ་དེ། སྟོན་པ་སངས་རྒྱས་བཅོམ་ལྡན་འདས་དང། ནཱ་ལེནྡྲའི་དཔལ་སྒྲུབ་སྤྱི་བདུན་ལ་སོགས་པས་ད་རྒྱ་གར་གྱི།

དེ་འདྲ་ཡིན་པ་ཡིན་ཙང་ད་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཨ་ནི་རྒྱ་གར་གྱི་སྤྱི་ཚོགས་ཀྱི་ནང་ལོགས་ལ་ཨ་ནི་དག་སྒྲིག་བྱས་པ་ལྟར་རྒྱ་གར་གྱི་གནའ་བོའི་ཤེས་ཡོན་ཉམས་དུ་ཡོད་པ་དེ་ཡང་སླར་གསོ་བྱས། ད་དེ་སླར་གསོ་བྱས་པ་ལ་ཨ་ནི་ཤུ་རོབ་ཡོངས་ནས་སོང་པའི་ཨ་ནི་ཞི་ནི་དང་ད་སེམས་ཀྱི་རྣམ་གཞག་སྐོར་རེ་ད་གནང་བཞིན་གྱི་ནང་ཆོས་ནས་སོང་ཡག་པའི་ཨ་ནི་ཞེན་ལྷག་གི་སྐོར་ད་དེང་སང་ང་ཚོ་ཐ་སྙད་ཀྱི་ཨོང་འདི་བྱས་ན་སེམས་ཁམས་ཚན་རིག་འདི་གའི་སྐོར་དེ་ཨ་ནི་རྒྱ་གར་གྱི་སྤྱི་ཚོགས་ཀྱི་ནང་ལོགས་ལ་ཨ་ནི། ཁྱབ་སྤེལ་བྱེད་ཡ། ངོས་སྤྲོད་བྱེད་ཡ། རྒྱ་གར་ཚོ་ལ་དེ་གི་ཐོག་ལ། རྒྱ་གར་གི་གནའ་བོའི་ཤེས་ཡོན་དང་སེམས་ཁམས་ཚན་རིག་དང་འབྲེལ་བ་ཡོད་པའི་གནའ་བོའི་བུ་གཅིག། རྒྱ་གར་གི་བསམ་བློ་གཏོང་སྟངས་དང་ཅིག་ལྟ་གྲུབ་དང་ལྷག་པར་དུ་ད་གཙོ་ཆེ་ཤོས། སེམས་ཁམས་དང་འབྲེལ་བ་ཡོད་པ་འདི་གི་སྐོར་དེ་ག་རེ་ཡིན་ནམ། ངོས་སྤྲོད་ཞིབ་ཚགས་པོ་དང་ངོས་སྤྲོད་ཡོངས་དག་པ་གཅིག་དང་ཁྱབ་སྤེལ་བྱེད་ཡ་དེ། རྒྱ་གར་གི་གནའ་བོའི་ཤེས་ཡོན་གོང་འཕེལ་གཏོང་ཡ། འོ་དེ་འདྲ་གཅིག་གོ་བ་ལེན་ཆོག་ག་རེ་བསམ་གི་འདུག་དེ་འདྲ་ཡིན་པ་ཡིན་ཙང། ད་གོང་ས་མཆོག་གིས་རྒྱ་གར་གྱི་གནའ་བོའི་ཤེས་ཡོན་གོང་འཕེལ་གཏང་ཡས་དང་ཡང་ན་འདིའི་འཛིན་སྐྱོང་སྤེལ་ཟིན་བྱས་འདི་གི་ཐོག་ལ་མཛད་ཁར་བཞེས་པ་དེ་ཡིན་ཟེར་ནས་གསུང་དགོས་པའི་དགོས་པ་རྒྱུ་མཚན་དེ་ག་འདྲ་ཆགས་བསྡད་པའི་ཟེར་བ་ཡིན་ན། ད་ད་ལྟའི་ཆར་འཛམ་གླིང་ལུང་གི་ནང་ལ་དངོས་ཡོད་གནས་སྟངས་གི་ཐོག་ནས་དཀའ་ངལ་མང་པོ་ཅིག་ཆགས་བསྡད་ཀྱི་ཡོད་རེད་ད་དཀའ་ངལ་དེ་གི་སེལ་ཐབས་བྱེད་ཡ་དང

ད་སྐྱབས་མགོན་རིན་པོ་ཆེ་གི་ཅིག་གསུང་ཆོས་གསུང་བ་ཡིན་ན་རེད་སྐྱབས་མགོན་རིན་པོ་ཆེ་གི་གསུང་བཤད་གནང་བ་ཡིན་ན་རེད་ད་ག་ནང་བཞིན་གི་སྐྱབས་མགོན་རིན་པོ་ཆེའི་མཚན་རིག་པ་དེ་ཚོ་དང་མཉམ་དུ་བགྲོ་གླང་གནང་བ་ཡིན་ན་རེད་ཡང་ན་སྐྱབས་མགོན་རིན་པོ་ཆེ་གི་སངས་རྒྱས་བརྒྱུད་ལམ་ཁག་ལ་སོགས་པའི་ད་དེ་འདྲའི་གི་དྲི་བ་དྲིས་ལན་ལ་སོགས་པ་ག་རེ་གནང་གི་ཡོད་པ་ཡིན་ན་ད་དེའི་ནང་གི་བརྗོད་བྱ་ཉུང་པོ་དེ་འཛམ་པའི་ནང་ཞི་བདེ་ཡོང་ཐབས་དང་འཛམ་པའི་ནང་འདིའི་ཐོག་ལ་འཚེ་བ་མེད་པ་དར་ཁྱབ་གཏོང་ཡ་ཨ་ནེ་འཛམ་པའི་ནང་འདིའི་ཐོག་ལ་བྱམས་བརྩེ་དར་ཁྱབ་གཏོང་ཡ།

ད་དེ་འདྲ་ཅིག་གི་ཐོག་ནས་ངེད་ཀྱི་མཛད་ཁར་བཞེས་པ་དེ་དུས་གསུམ་གཅིག་གི་ཐོག་ནས་ངོ་སྤྲོད་ཞུས་ཚར་བ་ཡིན། ལྷན་རྒྱས་ཚང་མ་ལ་ཐུགས་རྗེ་ཆེ་གནང། ཨེ་རྣམ་པ་ལྷན་རྒྱས་ཚོ་ལ་ཞུ་ཡ་ཞིག་ལ། ཨེ་དེ་རིང་གི་བརྙན་ཐུང་འདིའི་བརྒྱུད་ནས་སྤྱི་ནོར་བྷ་སུ་སྐྱབས་མགོན་ཆེན་པོ་མཆོག་གི་ཐུགས་བསྐྱེད་དམ་བཅའ་བཞིའི་ཐོག་ལ་ཡང་རྣམ་པ་ལྷན་རྒྱས་ཚོ་ལ་བློ་སྐྱེད་གསར་བ་ཞིག་དང་ལེགས་བཤད་གསར་བ་ཞིག་རག་འོས་ཀྱི།